ལ་བཅུག་གཡའ་ར་བཙོང་དོང་ལ་བཅུག་ནོ་ལ་ཁ་ཆུ་བྲེ་སྐྱི་ནོང་ལ་བཅུག་ནོ། དེ་ཡིན་ན་མདོག་ཅི་ཤིག་ཅི་མེད་ནོ་གི། ཕུན་ཁ་འདི་ལྟ་བུ་ཟིག་བཞག་ཐུབ་ནོ་འདི་ཡིན་ན། རྒན། རྡོ་རིང་ལགས་ཀི། མི་ལོ་གང་མང་ཟིག་གི་ཞིབ་འཇུག་དང། ཡང་ན། གསང་དགོན་དོ་འགྲེལ་རབ་དང་ལང་གི། བདེན་རྫུན་རྗེ་བཙུན་གང་གི། ཉིན་མོ། མང་བོ་ཟིག་གི། སྐབས་འདི་ཕེབས་ཚོགས་ཁྲོད་ནས། ད་དེ་རིང་གི། བདེན་རྫུན་གི་ཕུན་ཁ་འདི་ལྟ་བུ་ཟིག་བཞག་ཐུབ་ནོ། རང་གི།

ཡིན་ན་ཡང། དེ་རང་ཡིན་ན་ཅིག་བསྟི་བར་བསྟིམ་འཇུག་གི། མགུར་མ་དེ་ཡིན་ན། ད་ལྟར་ཁ་གསུམ་པོ་འདི་ཡིན་ན། རིམ་གྱིས་བ་ཚོ་ནི་ཚོ་གི། མི་མགུར། ཁྲི་ཚོ་སུམ་ཅུ་སོ་གསུམ་དང་སྟོང་གསུམ་དང། སུམ་བརྒྱ་དང་སུམ་ཅུ་སོ་གསུམ་གི། ལུས་འདི་ཡིན་ན་སྲིད་འབྱོར་ཏེ་བཀའ་དྲིན་ཆེ།

ད་ག་ཡང་ཁྱེད་ལ་འུར་འདུག་གི་ཁམས་གསུམ་ན་འུག་གི་རིགས་ནི་ཕྱེ་མ་ཆུང་ཆུང་འདི་ལ་འབབ་དགོངས་ཡོད་དགོས་འདུག་མོའུ་གང་མང་ཚིག་ལ་སེམས་ཚིག་དང་ཡིད་ཆེས་རེ་བ་རེ་བྱེད་རྒྱུ་ཁྱེད་ལ་ཡང་གཅིག་འདི་འདི་ཟེར་ན་མི་ཆོག་རྒྱུ་མེད་ལྷག་པར་དུ་ང་རང་གི་ལྟ་བ་ཟེར་མཚོན་བྱས་ན་ད་འུག་གི་ཆུང་གྲོགས་མང་ཚོ་ཕྲ་མ་འབུ་མང་བོ་ཟིག་གི་རྒྱབ་སྐྱོར་ཚོར་ནས་ད་རང་གི་དཔར་རྒྱུད་ཟེར་ག་ག་ལ་གང་སོང་ཟིག་འཚོལ་ཐུབ་དགོས་འདུག་དཔར་རྒྱུད་འདི་ཡིན་ན་ཡང་ཅིག། ས་ཐོབ་རྡོ་ཐོབ་ལོན་པ་ཡིན་པ་ནི། བོད་རང་གི་རིག་གནས་རེ་གི་སྟངས། ཡང་ན་སྤྱི་ཚོགས་ཕར་འཕུར་བྱེད་གི་བྱ་བ་རེ་གི་སྟངས། འདི་ལ་ཁ་ལག་འཇོག་ཡིན་གྱི་ན། སྒོ་ཕྱུགས་ནས་འཇོག་ཡིན་གྱི་ན། རང་གི་ཡིན་གྱི་ན་ཡང། སེམས་ཁུར་ཟེར་བ་ཆེན་པོ་བཞིན་དང་ལྷག་པར་དུ། དེ་རིང་གི་ཚོགས་འདུ་འདི་སྟངས་ཤིག་ད་ནི། འདི་དང་འདི་ལྟ་བུའི་བྱ་བ་འདི་ལ། རང་གི་ཡིན་ན་ཡང་ཚོང་བ་ཆུང་ཆུང་མོ་བོ་ཆུང་ཆུང་ཟེར་གི་དངུལ་དེ་ནི། འདི་ལ་རྒྱབ་སྐྱོར།